ཨོ་ད་འདི་གི་འདི་ཁི་མོ་ནུ་མ་རི་རང་གི་ནི་ཤི་ཡོ་གི་དོན་ནི་ལོ་ཀ་ལན་ཨི་ཐུབ་གི་ལྟས་ཟིག་ན་ཟིག་ཅེས་བྱོས་ར་ད་གཟིག་ལྷུང་བ་གི་རུས་པ་གཤོག་ཐུབ་སོང་ཟིག་དི་ནི་ཡང་ར་ཡང་གི་ནི་ཤི་དོ་ནུ་གི་རུས་པ་ཞྭ་མོ་ར་གཤོག་ཐུབ་སོང་ཟིག་ཁི་རྒན་ངུ་བཞོ་ཀྲ་གོ་བཞོ་ར་ཀྲི་ཆུང་ཡ་ར་ལང་ཨེ་རང་གི་ལྷུང་བ་ཤོ་ཀྱུ་གི་མགོ་རྩ་འདང་ཟིག་ཁྲ་མཚི་འདི་ངོ་མ་སྐྱག་ནི་ཟིག་རི་ཐ་ན་ལྟ་མཁན་མང་ང་ཟིག་མགོ་ཡི་འཁོར་རི་ལོག་འགྱོ་ན་ར་ཐང་ད་ངའི་འདི་ནི་ཤི་བརྒྱུད་མི་ཡི་ནི་ཡི་གནམ་ས་ཀི་ནུ་གི་དམར་ཟངས་དེ་བཞུགས་ནས་ཁི་ད་གཟོག་བཞི་ནི་རང་གི་ལྷུང་བ་ཤོ་ཐུབ་སོང་ཟིག། ལྟོ་ངེས་ཀྱི་གཏམ་གྱི་ནང་ནས་རྒྱུད་རིམ་འདི་ཆུ་ཚོད་གཅིག་ལྷག་ཙམ་འགོར་སོང་ཟིག་ཙི་ག་ཟིག་བསྡད་ལས་སྤོང་བ་སྤྱི་ལེ་ཅཱ་ལག་བསྡད་རུས་འགྲོ་རྩིས་ཟིག་ད་རུང་རྡོ་བར་ན་ལྷག་གི་སྡོད་ནོ་རང་གི་ལོག་པ་པར་ཟིག་བླངས་དང་ཟིག་ཀྲོག་བར་ནས་སྨ་ར་ཙི་ག་ཟིག་སོང་བས་འོ་སྣང་རིག་དང་ཟིག་ད་ཁོ་ཉིན་མོར་བསྡད་ཐུབ་སོང་ནི་རེད་ཁི་རྒེག་ཤི་གི་ག་གོ་ཁི་སྨ་ར་ཅིག་བལྟས་ཟིག་ར་ད་རུང་ཆི་ར་ཡོད་ཁི་ཆི་འདི་ཧ་ཅང་བཙོག་ནས་མི་ཚུད་ད་རུང་མི་ཅི་ཁ་ཟིག་གི་མཚམས་ན་ཡོད་ཁི་ཨང་ད་སྨ་ར་ཆི་གས་སོང་ན་འགྲིག་གི་ར་ཨོ་རེད་ཡ་ཉག་གཞན་པ་གི་གོ་སྐྱོ་ཡིན་ནོ་གི་དྲག་གཉིས་གི་ལྕགས་ཟླུམ་ག་རིག་དང་ཟིག་ད་འགྲིག་སོང་ནི་རེད།

ཉོལ་དུ་ཆོག་སེ་ར་རྒྱུག་གི་ཁུར་གས་སྐྱོབ་གུ་ཐོན་དང་ཟིག་ཁུ་ཉོལ་དུ་ཆོག་ཆུ་ཟིག་སྟེར་རྒྱུ་རེ་བ་ཤི་ཟིག་ཡང་ཆུ་རྒྱག་ཆད་པ་ཟིག་ཐོན་དང་མུ་མཐུད་དུ་སྔོ་ན་སོང་ཟིག་ཁུར་གས་ཉེ་སྐོར་ཉོས་བ་མོ་ཐུག་རི་ད་རུང་མུ་མཐུད་དུ་ཆུ་འཐོན་ཟིག་དེ་རི་ད་གཟོད་ད་ས་ནས་ལྕོག་གི་བསྡད་ན་ར་འདུག་མི་ཐུབ་གི་ལུས་ན་ཤུགས་ཅང་ར་མེད་གི་ཉོལ་གཞན་པ་གི་སྐད་ཆ་དྲིས་ན་དེ་ཕྱི་རུ་ལན་འདེབས་རྒྱུ་ཤི་ར་མེད་གི། རླུང་ཡིག་ས་རྡུལ་སིབ་དང་ཐ་འགོས་ཡར་བཀྱགས་ལྟ་དེ་ཐལ་འཕུར་གནམ་གྲུ་ཐོག་འདང་ཟུག་ས་རི་འདི་རང་གི་སྲོག་གཅོད་ལྟ་བུ་གི་རྡོ་དེའི་གམ་ནས་སྙིང་ཁམས་འགྲིམ་པ་ལྟ་བུའི་སྡུག་བསྔལ་མང་ང་ཟིག་མྱང་ནུ་གི་ཞིག་ནས་ད་རང་གི་གསོན་ནི་འདི་གི་རྒྱུ་གི་ཐོབ་ཐང་ཡོད་དང་ཟིག། དེ་ཡིན་ན་རང་ང་ཟིག་མགོར་ནུ་གི་ཉི་མ་ཟིག་ཨ་ཁིར་གི་ཁྱིམ་མི་ར་གྲོགས་པོ་ཚང་མ་འབོ་ཁྲི་གི་རྟ་ང་སོགས་ཁིར་གི་ལྟོས་དེ་ཡོད་ཟིག་སྔོན་ཆུ་གི་ཁྲི་ནང་ད་སྐབས་ངོ་མ་གི་ལོག་སོང་ཟིག་འདི་དོན་དངོས་གི་མི་སྣ་ཟིག་རི་ཁིར་གི་ཉང་ཨེ་ལོན་ལོ་སི་ཏོན་ཟེ་གི་ད་སྐབས་གང་སར་ཁྱམས་བྱ་རྩེ་མོ་རྩེ་གི་འགྱོ་འོག་ཁིར་གི་ལག་པ་ཡ་གཅིག་ཡོད་ནི་མ་རི་ཡིན་ན་ར་སྔོན་ཆུ་ལ་ལྟོས་ན་རག་ཤེས་གི་ངར་བ་ཟིག་གི་ལོག་འོག་ཁི།